ཚང་མ་ལ་འཚམས་འདྲི་དེ་ལས་ཤོད་དང་ཨ་ནེ་ཡང་དེ་རིང་བོད་ཕྱི་ལོ་ཉིས་སྟོང་བཅུ་རྩ་ལྔ་ལོའི་ཚེས་བཅུ་ཉིན་ད་ལྟ་ཚེས་བཞི་ཉིན་བོད་དོན་བརྙན་ཐུང་ནང་ལ་ཨ་ནེ་བསྟན་མཁས་ཆོས་གཉིས་བཀོད་ལ་ཨ་ནེ་ཡང་དེ་རིང་སྐད་ཐུང་ཐུང་གཅིག་ག་བཤད་ནས་ད་གནད་དོན་དང་པོ་དེ་ད་ལྟའི་ད་ལྟ་ར་ཤི་ཡའི་དང་ཨ་ནེ་ཡུག་རེན་གཉིས་ཀྱི་ད་ལྟ་དམག་དེ་སྐོར་ལ་གཅིག་ག་ཆགས་ཡོད། དེ་ཤ་དེ་མཉམ་དེང་སང་ཚོ་བརྙན་ཐུང་གནས་བརྟན་གཉིས་བ་དེ་ད་ལྟའི་ཨིས་ར་ཨེལ་དང་པེ་ལི་སེན་གཉིས་བར་གྱི་རྙོག་དྲ་སྐོར་ལ་ཅིག་ཆགས་དེ་ཡིན། དེ་ཤ་ད་ལྟའི་ཆར་ར་ཤི་ཡའི་དང་ཡུ་ཀེ་རེན་གི་དམག་དང་འབྲེལ་བའི་ཐོག་ད་ལྟའི་གནས་ཚུལ་གསར་བ་ཞིག་བཟོ་ར་ཡིན་ན་རིམ་དེ་ལྟར་འགྱུར་བ་གལ་ཆོག་ཅིག་ག་རེ་ལས་འདུག་ན་ད་ལྟའི་ཡང་ད་ལྟ་ཁ་སང

ཉན་ཐོག་ཡིན་ནམ་གང་ལྟར་ད་ཅིའི་གནས་ཚུལ་བསྟན་སྟངས་ལ་ལྟ་ཡི་སྐབས་སུ་ད་གང་ད་ལྟ་ཟེར་ལ་ཨ་ནི་ལྔའི་གནས་ཚུལ་གང་ལྟར་ཅིག་ཡུཀ་རེན་ཤར་དང་ལྷོ་སུ་གནང་བ་ལ་ནི་ཡུཀ་རེན་དམར་མོ་ལ་གང་ལྟར་བལ་ད་ཅིག་ཕམ་ཁ་ཞིག་རག་དགོས་གང་ལྟར་ད་གནས་སྟངས་འདྲ་བོ་ཞིག་གང་ལྟར་ཅིག་རེད་ཅིག་ད་ཡིན་ན་དེ་ཡང་ཕམ་ཁ་རག་ཡ་དུ་ཤུགས་ལ་ཡ་ཤུ་ལམ་བལ་དུ་ཕམ་ཁ་ཞོ་བོ་རག་ཡ་མ་གང་ལྟར་ཅིག་དམག་ས་ཁྱེར་ཡོང་བ་ཁོ་ན་ལ་ད་ཅིག་འགྱུར་བ་བཏང་ཡ་དེ་འདྲས་གང་ལྟར་བལ་ཕམ་ཁ་དེ་ར་ད་གས་ཡིན་ས་མ་རེད་ད་ཡིན་ན་དེ་འདྲས་གང་ལྟར་ཕམ་ཁ་ཤུགས་ཆེ་བོ་ཞིག་མིན་པ་ར་གང་ལྟར་ད་ཅིག་ད་ལྟ་ཚེས་ལ་གང་ལྟར། ཕྱོགས་ཡོངས་ནས་གང་འདྲ་བེད་ད་ཅིག་ཡུཀ་རེན་དམར་མོ་ལ་གང་འདྲ་བེད་ཕམ་ཁ་ཅིག་ར་ཀི་ཡུ་ཐི་རེ་གང་འདྲ་བེད་ད་གནས་སྟངས་འདྲ་བོ་ཞིག་གང་འདྲ་ཅིག་རེད་ཞེ་ད་བསྟན་དཔེ་ན་དང་པོ་དེ་ལ་ད་ཁ་སང་ད་བར་ར་ཤི་ཡའི་བདེ་སྲུང་ལས་ངོས་ནས་ད་ཅིག་བརྙན་ཐུང་སོགས་ར་གཉིས་ཟིག་གར་བསྟན་ཟེར་ད་དེ་ད་ར་ཤི་ཡའི་དམག་མི་ཨ་ནི་ཡུཀ་རེན་གི་ས་ཨུ་ཁལ་ཆོ་པོག་རོ་སོགས་ཀི་གྲོང་ཁྱེར་པོག་རོ་སོགས་ཀི་དཀྱིལ་མ་དུ་སླེབས་རྒྱུ་ཡི་དེ་འདྲའི་བརྙན་ཐུང་ཟེར་བསྟན་སོང་ང་ཨ་ནི་དེ་གི་བརྙན་ཐུང་དུ་བསྟན་ཚར་རིག་བཅས་ནི་ཨ་ནི་ཡུཀ་རེན་དེ་ད་ཅིག་ད་ཚོགས་པ་ཚུ་ངོས་ནས་ད་ཅིག

མ་བྱས་ཐུག་ས་དེ་ག་རེ་འདུག་ན་ད་ལྟའི་ཡུཀ་རེན་གྱི་ས་གཞི་བདག་དབང་གང་ལ་ཐུག་ཚར་འདུག་ག་སྲིད། ཡུཀ་རེན་ཤར་ཏེ་ཀླད་སྟོང་མ་བྱས་པ་ན་ཨ་ནི། དཀའ་ངལ་སེལ་ག་ལ་རྒྱབ་སྐྱོར་བྱས་མེད་པའི་དེ་རིགས་གང་ལྟར་བས། རྣམ་འགྱུར་དེ་གསལ་བོ་གསལ་རྐྱང་སྤུ་གྲི་གིས་བསྟན་འདུག་ཨ་ནི་དེ་འདྲ་གི་རྣམ་འགྱུར་ཅིག་དེ་ལྟར་ཨ་རིའི་སྐུ་ཚབ་ཐུག་ཡོད་ག་ཚོད་བསྟན་ཙམ་མ་ཡིན་པ་ཨ་ནི་ག་ཚད་དེ་སྐུ་ཚབ་ཐུག་ཚར་རི་ཅེས་ནི། དེ་ལྟར་ག་ཚད་དེ་ར་ཤའི་སྲིད་འཛིན་སྤུ་ཏིང་ལ་འདི་ཕར་རྗེས་རྒྱ་གར་གྱི་ས་ག་ནི་ད་དབྱིན་ཁྲའི་གྲུ་ཁྲའི་བཅར་འདྲི་བྱས་འདུག་ད་འདིའི་བཅར་འདྲི་བྱས་ནང་ལ་ཨ་ནི་སྤུ་ཏིང་སྐད་ཆ་ག་རེ་བཤད་ལ་ན། ད་གང་ལྟར་ཡུཀ་རེན་ཤར་དང་ལྷོ་དེ་ཡག་ཤས་བྱུང་ན་ཨ་ནི་ཡུཀ་རེན་ངེས་ནས་ད་ཅིག་ག་ལ་ད་ཅིག་གྲལ་བྱེད་འདྲ་བོ་བཞག་ནས་ཚུར་བལྟས་ན་ཡག་ཤས་རེད་ད་ད་གཟོད་བཤད་ན། ཤར་དང་ལྷོ་སུ་ང་ལ་སྐྱོ་གི་ཨ་ནི་ཡུཀ་རེན་དམར་མོ་དེ་ཚོ་ར་ཤའི་ཆ་རྐྱེན་བསྟན་པ་ན་ད་གི་ཕྱིར་འཐེན་བྱས་ན་ཡག་གི་རེད་ད་ད་གཟོད་ས་ཆ་དེ་ང་ཚོ་ལ་ད་ཞི་བའི་ཐོག་ནས་སྤྲད། ག་དེ་ཞི་བའི་ཐོག་མ་སྤྲད་པ་ན་དབྱིན་ཇི་དབྱིན་ཇི་ཀ་དེ་ན་བའི་ཧྥོར། དྲག་པོ་དང་གླེང་གི་ལབ་དུ་གང་ལྟར་དམག་ཁོ་རང་རྒྱབ་ནས་དེ་གླེང་གི་ཟེར་སྐད་ཆ་ཕུ་ཏིང་ག་ན་བཤད་འདུག་བ་འོ་ད་ཏི་ཤུ་ལ་རྡོག་རྡོག་གང་ལྟར་བེད་རྒྱལ་ཁ་ཞིག་འཚོགས་ཀྱི་ཡོད་ཨ་འདི་ལས་ཐུགས་ཁུར་དེ་ལས་གང་ཐུབ་པའི་གནས་སྟངས་དེ་ལ་ཞིག་བྱས་ནས་བུ་ལིང་གེ་ཡོད་དེ་བཤད་རོགས། རོགས་ད་ཡང་ཆོག་སྤྱིར་ད་ཡང་དེ་བཤད་དེ་ད་ལྟ་དེ་ལ་གོ། བྲེལ་མོར་དང་ཅིག་དུས་ཐུང་མང་པོ་ཞིག་བཀག་སོང་ཡང་གོ། དམག་སེར་ནང་ལ་གནས་ཚུལ་ག་རེ་ཡོང་གི་རེད་དམག་སེར་ནར་འགྱུར་བ་ག་རེ་ག་རེ་འགྲོ་ཡི་དེ་ཡང་གི་ཁྱད་པར་བཟོ་གི་རོགས་འོ་དེར་སོང་ཡང་མཚམས་མཚམས་ཡང་དམག་སེར་ནར་འགྱུར་བ་དང། གནས་ཚུལ་ག་རེ་གང་མི་ཡོང་གི་ག་ལ་ཡང་རྫི་མ་ཡང་བཤད་སྲིད་རོགས་ད་ཡིན་ན་གང་ད་ག་རེ་ཡིན་ན་མ་ག་ད་དེ་བཤད་རྒྱ་རྒྱ་རྒྱ་ཤག་ལོ་གནང་ལ་ཨ་ནི་ཡུག་རེན་དམག་མི་ལ་གང་ད་བས་ད་ཅིག་ཕམ་ཁ་ཅིག་རག་གི་ཡོད་དེ་རེད་གནས་སྟངས་འདྲ་བོ་ཅིག་ག་རེ།

ར་ཤི་ཡ་ལ་ཁ་བརྡའི་བཅའ་ཁ་བྱས་འདུག་དཔལ་འབྱོར་གྱི་ཉེས་བ་བཏང་ཡང་སོག་རན་པ་གང་ལྟར་བར་ཡུཀ་རེན་ལ་ད་ཅིག་དཔལ་འབྱོར་དང་ཅིག་དམག་དང་རྒྱབ་སྐྱོར་བྱེད་སྐབས་སུ་ཁོ་གཉིས་ག་དུས་ན་བས་ཅིག་བཀག་འགོག་བྱས་ནས་ག་དུས་ན་བས་ད་ཅིག་གང་ལྟར་ཅིག་རྙོག་དྲ་ཞིག་ནས་ཆེད་དུ་དེ་འདྲ་སོང་ཚ་ཡང་ཆོག་ཅི་ནས་ཡང་ཁོ་གཉིས་ལ་གང་ལྟར་ཀྱག་ཀྱག་བྱེད་རྒྱུ་དེ་འདྲ་ག་ལྟར་བས་ད་རྣམ་པ་འདྲ་བོ་ཅིག་རེད།

གྲལ་བསྡུ་ཚང་མ་བྱས་རོགས་གྲལ་བསྡུ་བྱས་ཚར་རྗེས་ནི་ད་གང་ད། ཕི་གི་ནང་ལ་ཅིག་གྲལ་བསྡུ་ག་རེ་ག་རེ་བྱས་རན་ཏིག་གྲལ་བསྡུ་བྱས་སོགས་ལ་པུ་ཀྲིང་གི་ལྟ་སྟངས་ག་རེ་འདུག་ཨ་ནི་ར་ཤའི་ཆ་རྐྱེན་ག་རེ་བཏིང་འདུག་ད་དེ་ཙམ་མ་ཡིན་པ་ད་གང་ད་བགྲོ་གླེང་ག་རེ་ག་རེ་བྱས་མེད་སྐོར་ལ་ད་གང་ད་སྙན་སེང་ཚང་མ Trump ཁོ་རང་ལ་ཞིག་སོང་ཟེར་སྙན་སེང་ཞུ་ཡས་ཚུལ་ནང་ལ་གང་ད་ཅིག་གང་ད Steve Witkoff དང་ཁོང་ཚོ་ལ་དང་ཐད་ཀ་སུ་གང་ད། པུ་ཏིང་མཆོག་ནི་ད་ཅིག་པའི་གན་རྒྱ་ཞིག་ཤ་ཀ་འདེབས་པ་ཡོད་ཨ་ཡམ་གང་ད་ཅིག་གང་ད་མ་ཚམ་ཤ་ཀ་འདེབས་པ་འདུག་ཨོ་དེ་འདྲས་གང་ད་པའི་སེར་ར་བྱེད་ད་ཡིན་ན་དེ་འདྲས་ཀྱི་སེར་ར་བྱེད་ཀྱི་ཡོད་བ་ཡིན་ན་ད་གང་ད་གང་ད་ཁ་སང་ར་ཤི་ཡའི་དང་ད་ཅིག་ར་ཤི་ཡའི་སྲིད་འཛིན་པུ་ཏིང་དང་ཨ་ནི་ཨ་རིའི་སྲིད་འཛིན་ཏོ་རོ་ཏུང་སྐུ་ཚབ་ཐུག་བས་འཕྲད་བསྡུར་བྱས་དེ་ཚོ་གི་གང་ད་པའི་གནས་སྟངས་དེ་ལ་ཅིག་ལྟ་ཡོད་སྐབས་སུ་ཨ་ནི་གང་ད་དེ་ཚོ་ལ་ལྟ་ཡོད་སྐབས་སུ་ད་ཅིག་ད་ད་ཡོང་བཞིན་པའི

ད་ཁ་ནས་སྐད་ཆ་འཐེན་རོགས་ཁ་ཁ་ཁ་ནས་སྐད་ཆ་ག་རེ་འཐེན་སོང་ན་ད་ད་ད་ཡོང་བཞིན་པའི་བྲེལ་གདུག་ཚོ་ག་འདྲ་འགྲོ་མིན་ཁས་ལབ་ཐུབ་ས་མ་རེད་ལགས་ད་ཅི་སྟངས་སྲིད་འཛིན་ཁྲོམ་འགྲོ་ཆ་སོང་ན་ག་དུས་ན་ད་ཅིག་དཔེ་ཡག་པོ་འགྲོ་ས་རེད་དཔེ་ཡག་པོ་ཡོང་ས་རེད་དེ་རེད་དམག་དེ་མགྱོགས་པོ་ཞུ་བ་ཉི་མ་ཁ་ཤས་ནས་འཇུག་བྲིས་ས་རེད་དེ་འདྲ་གི་སྐད་ཆ་ཤི་ནའི་ཉིན་མི་དེ་ཆ་ཁས་རོགས་ཡིན་ན་ད་ད་དུས་ཆ་དེ་ལབ་སྟངས་ད་ཡི་སྐབས་སུ་མགྱོགས་མདོག་མདོག་གང་ད་གང་ད་ད་ར་ཤི་ཡའི་ཕྱོགས་ནས་གང་ད་ད་ཅིག་ཨ་རིག་གི་ཕེ་ཅིག་བྲེལ་བྱེད་བསྟེན་ཡ་མ་གང་ད་ཨ་རིག་གི་ཅིག་ཐབས་ལམ་ཚོ་ལ་རྒྱབ་སྐྱོར་བྱེད་མིན་གསལ་བོ་གཟིགས་ཡང་ཤོག་དེ་ཚོ་ལ་རྒྱབ་སྐྱོར་བྱེད་མ་སོང་ཙང་ནི

ད་གང་ལྟར་ད་ལྟ་བར་དུ་ཐབས་ཤེས་དེ་འདྲ་མང་བ་བྱ་རྒྱུ་ཡིན་ན་སེ་ཐུ་བས་གལ་ཡ་མ་རུ་འོ་དེ་འདྲ་སོང་ཙང། ད། བས་དེ་ལས་ལོང་ཐར་གལ་བྱེད་ཀྱི་མ་རེད་ཡིན་ན་དཀའ་ངལ་སེལ་ཡི་ཐབས་ལམ་སོ། ད། ད་ཡས་དུ་ད་ང་ནམ་ཁ་སང་ནང་ད་ཁ་སང་སྔོན་མ་ནང་ད་དེ་འདྲ་བྱེད་མི་སྲིད་བ་རོ་ད། ཞག་ཁ་ཉིན་འགའ་འོ་དེ་འདྲ་སོང་ད་གང་ལྟར་ག་རེ་ཡིན་ནམ་གང་ད་ད་དུས་བྱ། ཡང་དེ་འདྲས་གང་ལྟར་བས་ད་ཅིག། གནས་སྟངས་འདྲ་བོ་གང་ལྟར་ཅིག་ཨ་ཡོང་གི་འདུག་ད་ཡིན་ན་གང་ལྟར་གང་ལྟར་ད་ཅིག་ཨེ་ད་ལྟ་ཁ་སང་པུ་ཏིང་མཉམ་དུ་ཐུག་ཨེ་ཡག་པོ་འགྲོ་མེད་བ་ཡིན་ན་ད་གང་ལྟར་གང་ལྟར་ཨ་རི་དང་ཡུཀ་རེན་གཉིས་བར་ལ་ད་ཅིག་གྲོས་ཆོད་ཡག་པོ་ཅིག་ཆུད་ཐུབ་ཡོང་བ་ཡིན་པ་གང་ལྟར་བས་ད་ཅིག་གྲོས་ཆོད་ཞིག་བཞག་ཐུབ་ཡོང་ཡང་དེ་འདྲས་གང་ལྟར་བས་སྐད་ཆ་འགྲོ་ཁ་ཟེར་དུས་ཨ་རི་སྲིད་འཛིན Donald Trump ངོས་ནས་གང་ལྟར་ཅིག་བཤད་བྱ་ནི་ད་དེ་ཨེ་ད་ལྟ་སྲིད་འཛིན Donald Trump དེ་འདྲ་བཤད་ཙམ་མ་ཡིན་པར་ད་དེ་ད་ཁ་སང་ར་ཤི་ཡའི་ནང་ལ་ད་ཅིག་པུ་ཏིང་དང་ཨ་རི་སྐུ་ཚབ་ཐུག་ཚར་རེད་བྱས་ད་ག་རང་ནས་ཕར་ཕྱིན། ཁ་སང་ཚེས་གསུམ་ཉིན་སུ་ལ་ཡང་གོ་ནས་དེ་འདྲ་ཨ་རིའི་ནང་ལ་ཨ་ནི་ཡུག་རེན་སྐུ་ཚབ་དང་ཨ་རིའི་དེ་འདྲ་དག་ཅིག་ཁ་སང་ར་ཤི་ཡའི་ནང་འགྲོ་ཉེན་གྱི་སྐུ་ཚབ་ཚོ་ཡང་གོ་ནས་ཞིག་ཐུག་འདུག་ཨ་རིའི་ཐུག་མཁན་རྡོག་རྡོག་གང་འདྲ་དག་ཅིག་ར་ཤི་ཡའི་ཆ་རྐྱེན་དེ་འདྲ་ཞིག་ཨ་ནི་ར་ཤི་ཡའི་ལྟ་སྟངས་དེ་འདྲ་ནི་དེ་འདྲ་ཞིག་ཡིན་པའི་ཆེད་དུ་ཡུག་རེན་ག་རེ་བྱེད་དགོས་ཟེར་ལ་ནི་དེ་ཚོ་གང་ཡང་ཕག་སུ་ཡང་གོ་བསྡུར་བྱས་ཕག་སུ་གང་དག་ཅིག་བྱེད་ལན་ཆེད་བསམ་ཚུལ་བྱེད་ལན་ཆེད་སུ་ཡང་ཡང་བསྐྱར་གང་དུ་ཁོང་ཚོ་བས་ད་རྫ་དྲག་ཚོགས་འདུ་འདྲ་བོ་ཞིག་གང་དག་ཅིག་ཚོགས་བྱས་ད་ཡིན་ན་དེ་རི་རྫ་དྲག་ཚོགས་འདུ་ཚོགས་ཡ་ཡིན་ན་གང་དག་དག་ཅིག་དཀའ་ངལ་སེལ་ཁག་པོ་རེད་འདུག་གང་ལྟར་ར་ཤི་ཡའི་དམིགས་ཡུལ་དེ་དཔལ་འདི

ཐུག་གི་རེད་ཟོ་དོ་ཤེ་ན་ཟེ་ལན་སི་ཁོ་རང་རྒུ་ཚབ་སྟེ་ཡང་རྒྱབ་པ་ཨ་རི་ན་ཅིག་འགྲོ་གི་རེད་ད་ཡིན་ན་དེ་འགྲོ་བས་ན་དེ་འགྲོ་གི་དམིགས་ཡུལ་དེ་ཁོ་ད་ག་ཟེ་བྲེལ་འདུག་ཅི་ཡང་འགྲོ་གི་མི་བ་དེ་ལས་གལ་ཆེ་སྟེ་ཨི་ཇི་གས་ད་མ་སོ་ན Dignify གི་ག་ལ་ད་ཅིག Solution ལ་ད་ག་ད་ཡུ་ཀེ་རེན་གི་རང་བཙན་གནས་བབ་དང་ཨ་ནི་ས་ཆེ་དྭགས་བ་ན་པའི་གི་ཞབས་དང་གི་ཟི་ཡིན་ཐོག་ནི་གྲས་ཆེ་ཞེ་ག་ཞིག་ཏུ་འགྲོ་གི་ལ་བ་ད་དེ་ཤུ་ལ་ད་ད་ག་ད་ས་ཆ་གླེ་གི་མིན་ལ་བས་རོ་ཨོ་ད་ད་སོ་ན་ད་ག་ད་ད་ཟེ་ལ།

ད་ཡུཀ་རེན་རྒྱལ་ཁབ་ནང་ལོ་རེ་བཞིན་ཡོང་འབབ་ཡོད་ད་ཡོང་འབབ་དེའི་ནང་ནས་ཨ་ནི་བརྒྱ་ཆ་སུམ་ཅུ་ཨ་ནི་ཡུཀ་རེན་གྱི་བདེ་འཇགས་དང་བདེ་སྲུང་གང་ལ་བཏང་གི་ལ Defense གང་ལ་ད་པེ་ན་ལོ་རེའི་ཡོང་འབབ་ལས་ཆུ་ནང་ང་ཚོ་ཨིན་ཇི་ག་ད་མ་སུ་ན GDP ལ་གོར་བ GDP ལས་ཁ་སུ Gross Gross Domestic Domestic Production ལ་ད་ག་ད་ལོ་གཅིག་ན་ཐེངས་ཉུང་ཡོད་རེད་བ་ད་དེ་ནི་བརྒྱ་ཆ་སུམ་བ།

བདེ་སྲུང་དང་བདེ་འཇགས་གང་ལ་བཏང་ཡང་དེ་འདྲའི་གང་དུ་ཐག་གཅོད་བྱེད་ནི་བལྟས་ཏེ། རྒྱལ་ཁ་ཤུགས་ཆེ་བ་ནི་བལྟས་ཏེ་ཡུཀ་རེན་གྱི་སྟོབས་ཤུགས་དེ་ངོ་གོ་ནས་བསྟན་རྒྱུ་རོགས་རེད་ལ་དེ་འདྲའི་གང་དུ་བལྟས་ཟེར་ད་ཁ་ཟེར་ཏེ། སྲིད་འཛིན་ཛེ་ལན་སི་ཀི་ནས་གང་དུ་ཅིག་བྱས། དེ་ཤི་ད་དེ་ཡིན་ན་ཏིག་གནས་ཚུལ་གལ་ཆེ་བོ་ཅིག་ང་ཚོ་ག་རེ་གོ་ཚོད་ལ་ན།

སྲིད་འཛིན་ཨུར་སི་ལ་ཝོན་དེ་ཁཱལ་སི་ནཱ་ནི་ཨ་རི་གི་གྲོགས་ལོ་ཐེར་འབུམ་དགུ་བཅུ་བཏང་ཡོད་འོ་ཐེར་སོང་ཙང་ནི་ཁོ་ཐེར་འབུམ་དགུ་བཅུ་བཏང་ཡིན་ཁ་ནི་ལ་བའི་མཚན་གོ་འགྲིག་ཡ་མ་རུ་འདི་དཔེ་ཤག་དེ་དགོངས་ཡོད་རུ་དཔེ་ཤག་དེ་ཡོང་ས་ཅིག་དགོས་རུ་ཨོ་ཐེར་སོང་ཙང་ནི་དཔེ་ཤག་ཡོང་ས་དེ་ད་དེ་ད་ལྟ་ཁ་སང་དུ་ད་ཅིག་ཡུ་རོབ་ཀྱི་ཆ་ཞིག་སྟེང་གི་ནང་ད་གི་ཨ་ནི་ཁོ་ཚོ་གི་དེ་རུ་ད་ཅིག་གཞུང་བཞེས་བཏང་རྒྱུ་གི་ར་ཤི་ཡའི་དཔེ་ཤག་དང་ད་ད་རྒྱུ་ནོར་དུ་བཏང་ཡོད་དེ་འདྲའི་ཆ་ཞིག་ད་དེ་ཚོས་གོ་ནི་གཏན་གྱི་འདུག་ལགས་ད། ད་དང་པོ་དེ་ལ་ཡོང་ཁུངས་དང་པོ་དེ་བཞག་ཡོང་ཁུངས་གཉིས་པ་དེ་དག་བེ་ཤ་གཡའ་རེད་འོ་དེ་འདྲས་གང་དང་ཁོ་ཚོ་ཆ་ཤས་སྟེང་གི་གནས་ཚུལ་དོན་གྱི་འདུག་བ་ད་དེ་ཡང་ཅིག་ད་ར་ཤི་ཡའི་དེ་ལ་ད་ཅིག་གཞུང་བཞེས་བཏང་རྒྱུ་རྒྱུ་ནོར་སུ་ཅིག་བེད་སྤྱད་བཏང་ཡ་དང་དེ་གང་ད་ཅིག་པེ་ཤ་སུ་བཞེས་གང་ལ་ད་དེ་ཡུ་རོབ་རྒྱབ་ཁ་བེལ་ཇམ་གི་བྱེད་ར་ཁས་ལེན་བྱེད་མི་འདུག་ཨ་ནི་མིག་སུ་ཡ་དེའི་པེ་ཤ་མང་ཤས་ནི་བེལ་ཇམ་ལ་འདུག་ད་སོང་ཙང་བེལ་ཇམ་གི་ལ་ཅིག་བཏང་ད་དེ་ཏག་ཏག་ཅིག་བྲིས་ཀྱི་མེད་ཨ་ནི་དེས་གང་ད་ཁྲིམས་དང་མཐིང་གི་མོད་དེ་རེད་རྒྱུ་མཚན་བཤད་ཆེད་དེ་ལ་བཀག་འགོག་བྱེད་ཀྱི་འདུག་ཨ་ནི་དེ་ལ་བཀག་འགོག་བྱེད་ཀྱི་ཡོད་ན་གང་ད་ཡུ་རོབ་མ་ནི་ད་དུང་ཡང་གང་ད་ད་དེ་བེལ་ཇམ་གི་དཀའ་ངལ་དང། ཐོག་ད་མ་ཚིག་དོན་གང་དེ་དེ་ད་ཆ་གཞི་གཏིང་གི་དེ་གནས་སྟངས་འདྲ་བོ་ཅིག་རེད་ཞེས་བལྟས་ན་དེ་གཏིང་གི་ནང་བལྟས་ཀྱི་དེ་ག་ཚད་ཆོད་ཐུག་གི་མེད་དེ་དང་མཚུངས། གཞན་ལ་ད་ཡོད་འདྲ་བོ་ཅིག་ཨ་ཆགས་རེད། ཨ་ནི་ཡུ་རོབ་དེ་ཙམ་མ་ཡིན་པ་ནི་དེ་གི་མཉམ་འདུག་དེ་ད་ད་ཁ་སང་ནེ་ཏྲོ་ཚོགས་འདུ་དང་འབྲེལ་བའི་ཐོག་ནས་ཨ་ནེ་ཏྲོ་གི་དེ་ད་དྲུང་ཆེ་ཡང་དེ་ད་ནེ་ཏྲོ་གོ་རེ་ཐུག་ཤེས། མག་རུ་ཏི་ངེད་ནས་ད་ཅིག་གསལ་བསྒྲགས་ཅིག་ག་བྱེད་ལ་ད་འདི་གང་ད་ནེ་ཏྲོ་ནང་ལ་ཡི་རྒྱུག་དེ་རེད་ད་ཅིག་རྒྱ་ཁབ་བར་ཆད་བརྒྱ་ཆ་རྒྱ་ཁབ་གང་ད་བརྒྱ་ཆ་གཉིས་ཆ་གསུམ་ངེས་གཉིས་ཆ་གསུམ་ངེས་ནས་ཨ་ནི་གང་ད། ཡུཀ་རེན་གྱི་ཆེད་དུ་ད་ཅི་ཚན་ཆ་ཉོས་ཆེད་དུ་ཨ་ནི་ཨ་རིའི་གྲོ་ལོ་ཐེར་འབུམ་བཞི་བཏང་ཡོད་ལགས་ད། ད་དེ་གང་ད་ཡུཀ་རེན་གྱི་ད་རྒྱལ་སྒོ་ལ་ཞིག་པའི་ད་འཚམས་ད་ཡུཀ་རེན་ལ་ཚན་ཆ་དུ་ཞོག་གི་སྒོར་ད་དེ་འདྲའི་ག་ནས་ལ་ཞིག་པའི་རྒྱལ་ཁབ་ག་ད་གང་འཚམས་ནས་ཨ་ནི་གྲོ་ལོ་ཐེར་འབུམ་བཞི་གི་གང་ད་ཚན་ཆ་ཉོ་བའི་དཔེ་ཆ་བཏང་ཡོད་མི་དེ་རིགས་གང་ད་ཐོན་ཟེར་ཨ་ནི་ད་དེ་དེར་དཔེར་ན་ཐེར་འབུམ་བཞི་བཏང་ང་སོ་ནང་ལ་ཨ་ནི་ནེ་ཏྲོ་ནང་ལ་ཡོད་རྒྱུ་ཀྱི་རྒྱལ་ཁབ་ཙམ་མ་ཡིན་པ་ཨ་ནི་དཔེར་ན་ནེ་ཏྲོ་གྱི་ཚོགས་མི་མ་ཡིན་རྒྱུ་དཔེར་ན་ཁ་ཟས་དེ་གང་ད།

ཐེངས་འདིའི་ཨིས་ར་ཨེལ་དང་ཨ་རིའི་པེ་ལི་སེན་གཉིས་བར་གྱི་ཉེན་དུ་རྙོག་དྲ་དང་འབྲེལ་བའི་ཐོག་ནས་ཨོ་གནས་ཚུལ་གལ་ཆོག་ཅིག་ག་རེ་ལྷུད་འདུག་ལབ་ན། ད་དེ་རིང་ལ་ད་ཐེངས་ཕར་ཆེར་དེ་རིང་ལ་ཟླ་ཚེས་ཞེ་གཉིས་སོགས་ལ་ཨ་ནི་ཨིས་ར་ཨེལ་ནང་ལ་ཡིག་རྒྱུགས་དེ་ལྟར་བྱས།